ལགས་སོ། ལྷན་རྒྱས་རྣམ་པ་ཚང་མ་ལོ་ལེགས་ཡ། ལོ་སར་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ལྷན་དུ་ཡ་ལྷན་རྒྱས་རྣམ་པ་སྐུ་གཟུགས་གསལ་ཐང་དང་བདེ་པོ་ཡོད་པའི་རེ་བ་དང་སྨོན་འདུན་ཞུ་བཞིན་ཡོད། འདི་གོང་དུ་ལེགས་ཡ་ང་ཚོ་འབྱུང་བ་དང་སོགས་དང་འདི་གི་རབ་དང་རིམ་པ་མང་པོ་འགྲོ་ཚར་བ་རེད་དེ་རིང་གི་ལེ་ཚན་ནང་ལོ་ལེགས་ཡ་བཟོ་བ་ནི། གནས་ག་ཚང་མར་དེ་རིང་གི་ལེ་ཚན་ནོར་ལོག་ལ་མ་སླེབས་ཡོང་གི་ཡོད་རེད། ལྷག་པར་དུ་དེ་རིང་གི་ལེ་ཚན་ནོར་ལོག་ལ། ང་ཚོ་ལུས་ཁམས། རླུང་ཁམས། དབང་ཁམས་དེ་ཚོ་ག་འདྲས་བརྩེ་དགོས་ཀྱི་ཡོད་མེད། གནམ་ལོ་འདི་ལ་ནི་གནམ་ལོ་གི་ཁམས་ག་འདྲས་རག་དགོས་ཀྱི་ཡོད་མེད་ཐོབ་ཐང་ག་འདྲས་ཡོད་མེད་འདི་གི་གནས་ག་ཚང་མ་དེ་རིང་གི་ལེ་ཚན་ནོར་ལོག་ལ་ཡོང་གི་ཡོད་པ་ཡིན་ཙང་རྣམ་པ་ཚོ་དེ་རིང་གི་ལེ་ཚན་དེ་ངེས་པར་དུ་མཐོང་ན་ཡོད་པའི་ཐོག་ནས་ངེས་པར་དུ་གསན་རོགས་ལ་ཞུ་གི་ཡོད་ལགས་སོ། དེ་རིང་གི་ལེ་ཚན་ནོར་ལུག་ལ་ཡ། ལུས་དང། དབང་ཐང། སྣུམ་རྟ། ལུགས་ཆགས་ཀྱི་ཡོད་རེད། འདི་ཡིན་དུས་ཐོག་མ་དེ་གཉིས་མ་དབང་ཐང་དེ་མར་བཞུགས་ཀྱི་ཡིན། གལ་སྲིད་དབང་ཐང་དེ་དང་པོ་སྨྱོས་ལ་བཞུས་པ་ནི་འདི་གི་འགལ་ཕན་ག་རེ་ཡོད་རེད་ཁེ་ཕན་ག་རེ་ཡོད་རེད་ཟེར་ཡོད་དུས། རྗེས་ལ་ལུས་དང་སྣུམ་རྟ་འཚེ་ཡོད་དུས་དཔེ་ལྟ་བསྡུར་ཆགས་ཀྱི་ཡོད་པ་ཡིན་ཙང་དབང་ཁམས་འདི་དུག་གསུམ་མ་དང་པོ་བཞུགས་ཀྱི་ཡིན། འདི་ཡིན་དུས་དབང་ཁམས་ཀྱི་རྩ་བ་ནོར་ལུག་ལ་ཡ། དབང་ཐང་འདི་མི་བདེན་པ་ནི་ཕོ་ལོང་རྣམས་ལོར་ཤར་བས་ཟེར་གཅིག་ཕྱུང་རུང་ལ་གཉིས་སོ་མ་བཞི་ལྔ་འགའ་དང་བདུན་འགའི་འགྲོ། རྒན་ཀོང་པོ་རུ་ཤེས་པར་བྱ། ཟེར་ཚིག་ཅིག་ཅིག་བྱས། མོ་ལོང་རྣམས་ལོར་ཤར་བས་ཟེར་གཅིག་གཉིས་རུང་ལ་གསུམ་བཞི་མ་ལྔ་དྲུག་འདྲ་ལ་བདུན་འགའི་འགྲོ་དགུ་དང་བཅུ་གཉིས་འབུ་ཡིན་ཏེ་ཟེར་ཚིག་ཅིག་གཉིས། འོ་ཡ། འདི་ཚིག་ཅིག་གཉིས་ཀྱིས་ག་རེ་སྟོན་གྱི་ཡོད་རེད་ཟེར་ཡོད་དུས་དབང་ཁམས་ནི་བདེན་མིན། དབང་ཐང་དེ་ག་འདྲས་སུ་རག་དགོས་ཀྱི་ཡོད་མེད་དབང་ཐང་དེ་ག་འདྲས་སུ་འཐབ་དགོས་ཀྱི་ཡོད་མེད། དབང་ཐང་འདི་ག་འདྲའི་ཚད་དགོས་ཀྱི་ཡོད་མེད། འོ་འདི་གི་ལྡེ་མིག་གཏན་འབེབས་ཀྱི་རྩ་ཚིག་གཉིས་འདི་བསྡུར་བོ་ཆགས་ཀྱི་ཡོད་རེད་ཟིན། འདི་ཡིན་དུས་ཐོག་མར་ང་ཚོ་ཤེས་དགོས་ཡ་ག་རེ་ཡོད་རེད། ཕོ་ལོག་དང་མ་ལོང་ཟེར་གྱི་ཤེས་དགོས་ཀྱི་ཡོད་རེད། གོང་དུ་ཡང་ང་ཚོ་སོ་ཁམས་འགྲོ་ཡོང་དུས་དེ་ལོང་ལོ་ལ་ངས་ཕོ་ལོག་དང་མོ་ལོག་ཟེར་གྱི་མ་ཞུ་ཡིན་པ། འོ་འདི་ཕོ་ལོག་དང་མོ་ལོག་འདི་དང་འདི་སྐབས་སུ་བེད་སྤྱོད་གཏང་དགོས་ཀྱི་ཡོད་རེད། ཕོ་ལོག་དྲུག་དང་མོ་ལོག་དྲུག་ཡོད་རེད་ཕོ་ལོག་དྲུག་ག་རེ་རེད། ཇི་ལྟར་གྲོགས་དང་སྤྲེལ་ཁྱིའི་ཕོ། མོ་ལོག་དྲུག་ག་རེ་རེད། གླང་ཡུལ་འབྲུག་མདོ་འཇའ་འཕང་མོ་འོང་གསུང་བའི་ལོ་ཏང་བགྱི་བ། ཏང། འབྲུག། ཏང། ཀྲེ། ཁྱི་ཡིན་པ་ཡིན་ན་འདི་དེ་ཕོ་ལོ་འབྲུག་རེད་ཅེས། གླང། ཡུལ། འབྲུལ། ལུ། འཇའ། འཕང་འབྲུག་དེ་ག་རེ། མོ་ལོ་རེད་གསུང་རེ། འདི་ཡིན་དུས། ལོ་ཏག་ཕོ་ལོ་དང་མོ་ལོ་ཤེས་པའི་ཐོག་ནས་རྩ་བ་ནང་ལོ་ག་རེ་གསུང་འདུག་ཕོ་ལོ་གནམ་ལོ་ཤར་བའི་ཚེ་ཡས་ཟེར་གལ་སྲིད་གནམ་ལོ་གི་ལོ་ཏང་དེ་ཕོ་ལོ་ཡིན་པ་ཡིན་ན། ཨ་ནི། གཅིག་བཅུག་རོང་ལ་གཉིས་གསུམ་མང་ཚིག་གི་རྩ་བ་འདི་འདུག་ཚིག་རྐང་ཚིག་ཆར་དང་པོ་གི་རྩ་བ་འདི་ཞེས་བྱ་བྱས་ནས་མ་ལག་ལེན་འགྲོ་དགོས་ཀྱི་ཡོད་རེད། གལ་སྲིད་གནམ་ལོ་གི་ལོ་རྟགས་འདི་མོ་ལོ་ཡིན་པ་ཡིན་ན། ཚིག་ཆ་གཉིས་པ་འདི་འདུག་བ་མོ་ལོ་གནམ་ལོ་ཤར་བུའི་ཚེས་ཟིན་འདི་འོང་འདི་རྩ་བ་འདི་ལག་ལེན་བསྟར་དགོས་ཀྱི་ཡོད་རེད་གསུངས་རེད། འདི་ཡིན་དུས། དང་པོ། ཕོ་ལོང་གནམ་ལོ་ཤར་བའི་སའི་ཟེར། གལ་སྲིད་ཁྱོད་རང་གནམ་ལོ་དེ་ལོ་དག་དེ་ཕོ་ལོ་ཡིན་པ་ཡིན་ན། གཅིག་བཅུ་རང་ལ་གཉིས་གསུམ་མ་ཟེར་དེ་ད་ནངས་དེ་ལ་གཅིག་དང་བཅུ། གཉིས་དང་གསུམ། བཞི་དང་ལྔ། དེ་ནས་འགྲོ་ཨང་གྲངས་ཁ་ཤས་གཅིག་ལེགས་འདུག་ཨ། འདི་ཡི་ཨང་གྲངས་དེ་ག་རེད་ཟེར་དུས། ལོ་གྲངས་འདི་གི་སྐད་ཆ་བཤད་ཀྱི་ཡོད་རེད་མཁན་ཚོ། ལོ་གྲངས་འདི་གི་སྐད་ཆ་བཤད་ཀྱི་ཡོད་རེད།

གལ་སྲིད་མོ་ལོག་འགྲོ་གི་ཅིག་ཡིན་པ་ཡིན་ན། མོ་ལོག་གནམ་ལོག་ཤར་གྱི་ཡོད་པ་ཡིན་ན། གཅིག་གཉིས་རང་ལ་ཟེར་གྱི་འདུག་ཨང་གྲངས་གཅིག་དང་གཉིས་ཡིན་པ་ཡིན་ན། གནམ་ལོག་གི་ཁམས་གང་ཡིན་པ་ད་ག་རང་རང་ཅག་རྩེ་ཆགས་སྡིག་གི་དབང་གམ་བཞག་དགོས་ཀྱི་ཡོད་རེད་གསུངས་རེད། ད་འདི་ཡིན་དུས་གལ་སྲིད་ཨང་གྲངས་གཅིག། གཉིས། གསུམ་བཞི་འགྲོ་གི་ཅིག་ཨང་གྲངས་རེ་རེ་སླེབས་པ་ཡིན་ན་ད་མགོ་ཐོག་མེད་ཀྱི་བཞི་འགྲོ་གི་ཅིག་ཡོད་མ་རེད་གྲུ་བཞི་དྲུག་ཅུ་ཡོད་མ་རེད་ཡིན་ན་ཡང་ཨང་གྲངས་བཅུ་གི་དེ་ལ་ཡང་ཨང་གྲངས་གཉིས་གཉིས་གཉིས་བསྡོམས་ནས་གླེགས་དོ་བཅུ་བཅུ་གཅིག་བཅུ་གཉིས་བཅུ་གསུམ་ཉི་ས་ཕྱེད་དེ་ནས་གླེགས་ཡོད་དེ་ནས་གླེགས་ཡོད་དུས་ཨང་གྲངས་དེ་ག་བ་ལ་བལྟ་དགོས་ཀྱི་ཡོད་རེད་ཟེར་གྱི་གཞི་བཅོལ་ས་གི་ཨང་གྲངས་དེ་ང་ཚོ་སྔ་མ་དང་ཕྱི་མ། ཡོད་པའི་ནང་གཉིས་ཡོད་པའི་ནང་ལོགས་ནས་རྗེས་མ་གི་ཨང་གྲངས་བྱེད་དོ་ཨ། འོ་ཡ་དེ་རྒྱབ་ཀྱི་ཨང་གྲངས་དེ་ལ་འདུག་གཞི་བཅོལ་ནས་འགྲོ་དགོས་ཀྱི་ཡོད་རེད།

ཤིང་མོ་འདྲུལ་བས་རྟ་དང་པོ་འཕོ་བ་དང། གནམ་ལོ་གི་ཁམས་དེ་དང་ལོ་རྟགས་ཕོ་མོ་གང་ཡིན་པ་དེ་ཤེས་དགོས་ཀྱི་ཡོད་རེད། གནམ་ལོ་ཤིང་མོ་འདྲུལ་ཡིན་ཡོད་དུས། ལོ་རྟགས། གནམ་ལོ་གི་ལོ་རྟགས་དེ་འདྲུལ་རེད་འདྲུལ། མོ་ལོ་རེད་གསུངས་རེད། ཁམས་གར་རེད་ཤིང་རེད་གསུངས་རེད་བྱས་ཙང། ཤིང་འདྲུལ་ཟེར་ཡོད་དུས་སྐབས་སུ། གནམ་ལོ་གི་ལོ་རྟགས་དེ་འབྲུ་ལམ་ཁམས་དེ་ཤིང་ཡིན་པ་ཞེ་བཅག་གི་སྟེང་དུ་ལ་ད་ག་རེ་རྩ་བ་ནོར་གར་སོང་དུས་གལ་སྲིད་མོ་ལོ་ཡིན་པ་ཡིན་ནའང་ཟེར་བའི་མ་འོ་ལ་མོ་ལོ་ཤར་གྱི་ཡོད་པ་ཡིན་ན་ནི་མོ་ལོ་གནམ་ལོ་ཤར་བའི་ཚེས་གཅིག་གཉིས་རང་ལ་གསུམ་བཞི་མ་ཟེར་ཡིན་དུས་ད་གལ་སྲིད་ད་ལོ་གི་ཆ་དེ་ལ་ལོ་གྲངས་བཅོ་ལྔ། བརྒྱད་པ། ལོ་གྲངས་བཅོ་ལྔ་ཅན་གྱི་ད་དབང་ཐང་གི་ཁམས་ཁྱོད་རང་གི་འཚལ་དགོས་ཀྱི་ཡོད་པ་ཡིན་ན་དེ་ག་འདྲེས་འཐབ་དགོས་ཀྱི་ཡོད་རེད་ཟེར་ན། དཔེར་ན་ད་ལོ་གི་དཔེར་ན་གོང་གསལ་ཆེད་ངེས་ཀྱི་མདུན་ལ་སླེབས་ཆེད། ང་ད་ལོ་ལོ་བཅོ་ལྔ་ཡིན་ཟེར་ངས་དབང་ཁམས་ག་རེ་ཡིན་ནའང་ཚེ་བརྩི་བ་ལ་སྐད་ཆ་འཕྲིན་ཡོང་དུས་ད་བརྩི་བ་དེ་གའི་ཐོག་མ་ག་རེ་ག་རེ་ཡིད་ལ་ཉར་དགོས་ཀྱི་ཡོད་རེད་ཟེར་ཡོང་དུས་ལོ་རྟགས་ཕོ་རེད་དོ་འི་མོ་རེད་དོ་འི་དེ་ཉར་དགོས་ཀྱི་ཡོད་རེད་ལོ་རྟགས་དེ་གའི་ཁམས་ག་རེ་རེད་དོ་དེ་ཤེས་དགོས་ཀྱི་ཡོད་རེད་འདི་ཤེས་པའི་ཐོག་ནས་ག་རེ་ད་ལོ་འདི་ཤིང་མོ་འབྲུ་འདི་མོ་རག་བྱས་ཙང་མོ་ལོ་གནམ་ལོ་ཤར་བའི་ཚེས། ཨ་ནི། གཅིག་གཉིས་རང་ལ། གསུམ་བཞི་མ། ལྔ་དྲུག་འདྲ་ཨང་ཟེར་ཡོད་དུས་ལོ་རང་བཅོ་ལྔ་རེད་དོ། ལོ་རང་བཅོ་ལྔ་ཡིན་ཡོད་དུས་ངས་ཞུ་ཡིན་པ་འཇབ་ལོག་གི་ཨང་གྲངས་འདི་ལ་བཞི་བཅོ་དགོས་ཀྱི་ཡོད་ཨ་རེད་གསུངས་ཡོད་དུས་འདི་ལ་ལྔ་དོ་བ་ལྔ་འདི་ལ་བཞི་དགོས་ཡོད་ནི་རྩ་བ་ནང་གར་གསུངས་འདུག་གཅིག་གཉིས་ཡིན་པ་ཡིན་ན་རང་འཇག་བཞག་དགོས་ཀྱི་ཡོད་རེད་གསུམ་བཞི་ཡིན་པ་ཡིན་ན་མ་སྡེབ་ཐབས་དགོས་ཀྱི་ཡོད་རེད། སྔགས་དང་དྲུག་ཡིན་བ་ཡིན་ནའང་ཟིན་ཡོད་དེ་ད་ལྟ་སྐབས་ཐོག་འདི་ལ་སྔགས་འདུ་བའང་འདི་ཡིན་དུས་སྔགས་དང་དྲུག་དེ་ལ་སྒྲ་སྡེབ་ཐབས་ཞོག་གསུངས་རེད། སུ་གིས་སུ་ལ་སྒྲ་སྡེབ་ཐབས་དགོས་ཀྱི་ཡོད་རེད་ཟིན་ཡོད་དུས་གནམ་ལོག་གི་ཁམས་ཀྱི་སྒྲ་སྡེབ་ཐབས་དགོས་རེད་གསུངས་རེད། གནམ་ལོག་གི་ད་ལོག་གི་གནམ་ལོག་གི་ཁམས་དེ་ཤིང་བཅས་ཤིང་གི་སྒྲ་སྡེབ་ཐབས་ཡོད་དུས་ཤིང་སྒྲ། ལྕགས་སྲིན་གྱི་འོ་ཡ་ཤིང་གི་ད་ལོག་གི་གནམ་ལོག་གི་འདྲ་དེབ་འཐམ་པའི་ཁམས་ག་རེ་སླེ་གི་ཡོད་པ་དེ་འོ་དེ་ཁམས་དེ་ལོ་གྲངས་བཅོ་ལྔ་དེ་གི་དབང་ཁམས་ཆགས་ཀྱི་ཡོད་པ་རེད་གསུངས་རེད་ཤིང་སྒྲ་ལྕགས་སྲིན་གྱི་འོ་དེ་ལྟ་བུ་ལྕགས་ཁམས་དེ་གོང་གཟའ་ལོ་གྲངས་བཅོ་ལྔ་བྱེད་པ་ཅན་གྱི་དབང་ཁམས་ཆགས་ཀྱི་ཡོད་གསུངས་རེད། དེ་དང་གཅིག་པ་བྱས་ནས་ལོ་གྲངས། ད་ལོ་ལོ་གྲངས་སུམ་ཅུ་སོ་གཅིག་བྱེ་བ་གཅིག་གི་དབང་ཁམས་ཚེ་འགུགས་ཡོད་པ་ཡིན་ན། ད་ལོ་གི་གནམ་ལོ་དེ་མོ་ལོ་ཡིན་ཡོད་དུས་རྩ་བ་དེ་ཡང་མོ་ལོ་གནམ་ལོ་ཤར་བུའི་ཚེས་ལ་འགྲོ་དགོས་ཀྱི་ཡོད་རེད་ཨ་ནི་གཅིག་གཉིས་རོང་ལ་ཟིག་འདུག་ཨ། གལ་སྲིད་གཅིག་དང་གཉིས། ལོ་གྲངས་གཅིག་དང་གཉིས་དབང་གྲངས་གཅིག་དང་གཉིས་སླེབས་པ་ཡིན་པ་ཡིན་ན། རོང་ལ་ཟིན་དུས་གནམ་ལོ་གི་ཁམས་གོང་ཡིན་པ་ད་ག་རང། བརྩི་བྱ་ལོ་གྲངས་སུམ་ཅུ་སོ་གཅིག་གི། དབང་ཁམས་ཆགས་ཀྱི་ཡོད་རེད་གསུངས་ཡོད་དུས་དམ་ལོག་ད་ལོ་གནམ་ལོག་གི་ཁམས་གར་རེ་ཤིང་ཆགས་འདུག་ཡོད་རེད་བ་ཤིང་ཁམས་འདི་ད་ག་རང་ལོ་གྲངས་སུམ་ཅུ་སོ་གཅིག་ཟིན་ཡོད་དུས་འཇབ་ལོ་འདི་ལ་གཅིག་འདི་ལ་བཞི་བཅོས་ཡོད་དུས་ལོ་གྲངས་སུམ་ཅུ་སོ་གཅིག་འདི་གི་ག་རེ་ཆགས་ཀྱི་ཡོད་རེད་དབང་ཁམས་ཆགས་ཀྱི་ཡོད་རེད་ད་ནོ་སུམ་ཅུ་སོ་གཉིས་ཀྱི་དབང་ཁམས་བཞི་བཅུ་ཞེ་གཉིས་ཀྱི་དབང་ཁམས་བཞི་བཅུ་ཞེ་གཉིས་ཀྱི་དབང་ཁམས་ལྔ་བཅུ་ང་གཅིག་གི་དབང་ཁམས་ལྔ་བཅུ་ང་གཉིས་ཀྱི་དབང་ཁམས་ལ་ནི་འདུག་ཅེས་ནས་མ་འགྲོ་དགོས་ཀྱི་ཡོད་གསུངས་རེད་མཁན་ཚོ་བ

ལོ་རྒན་འབྲུག་ཆུའི་བུ་མོ་གཉིས་སྦྲང་མང་རེ་རེ་འོང་སྣང་ཅིང་བདེ་ཕྱིར་འབུ་དེ་གསོབ་ཅུང་འགྱུར། འདི་གིས་ག་རེ་གསུང་གི་ཡོད་རེད་ཟེར། ང་ཚོ། ལོ་རྒན་ག་ཚོད་ཡོད་རེད་ལོ་རྒན་འབྲུག་ཆུ་དམ་པ་ཡོད་རེད་བ། ལོ་རྒན་འབྲུག་ཆུ་ཡོད་པ་ཡིན་ན་ཡང་འབྲུག་ཆུ་རེ་རེ་རེ་རེ་ལ་ཁམས་རེ་རེ་རེ་རེ་དེ་ནས་རག་གི་ཡོད་མ་རེད། ལོ་རྒན་འབྲུག་ཆུ་ལ་ཕོ་དང་མོ་ཕོ་དང་མོ་ཕོ་དང་མོ་དེ་ནས་རྩིས་ཡིན་དུས་འབྲུག་ཆུ་ཆགས་ཀྱི་ཡོད་རེད་བ། གལ་སྲིད་ཕོ་མོ། ཕོ་མོ་ལ་ནི། ཕོ་དང་མོ་ཆ། ཆ་གཅིག་འདི་ལ་གཅིག་གི་འགྲོ་བྱེད་རྩིས་པ་ཡིན་ན་སུམ་ཅུ་ཐམ་པ་ཏག་ཏག་འགྲོ་གི་ཡོད་རེད་མཁན་ཚོ་སུམ་ཅུ་ཐམ་པ་ཏག་ཏག་འགྲོ་གི་ཡོད་རེད་འདི་ཡིན་དུས་ང་ཚོ་ཁམས་ག་རེ་ཡོད་པ་ཡིན་ན་ཡང་ཕོ་དང་མོ་གཉིས་ལ་ཁམས་གཅིག་གི་དབང་གི་ཡོད་རེད་གསུངས་རེད་ཕོ་དང་མོ་གཉིས་ལ་ཁམས་གཅིག་གི་དབང་གི་ཡོད་རེད་གསུངས་རེད་དཔེར་ན་བོད་ཟེར་འབྲུག་ཅིག་ཞུས་པ་ཡིན་ན་ན་ནིང་གི་ལོ་རྟགས་དེ་ག་རེ་འབྲུག་རེད་འབྲུག་རེད། ཕོ་ལོ་རེད། ད་ལོ་གི་ལོ་ཏང་འབྲུལ། མོ་ལོ་རེད། འདི་ཡིན་དུས་ན་ནིང་གི་ལོ་ཏང་ཕོ་དང་ད་ལོ་གི་ལོ་ཏང་མོ། གཉིས་འཐོམ་ནས་ཕོ་དང་མོ་གཉིས་མཉམ་དུ་འཐོམ་ནས་ལོ་ཏག་དེ་ཡང་ག་རེ་ལོ་ཏག་གཅིག་གི་དབང་གིས་ཡོད་རེད་ལོ་ཏག་གཅིག་མ་གཏོགས་རག་གི་ཡོད་མ་རེད་ཁོ་གཉིས་ལ་ཐོབ་ཐང་ཁམས་འདི་ཡང་ག་རེ་རེད་ཟེར་དུས་ན་ནིང་ག་རེ་ཤིང་ཁམས་ཆགས་བསྡད་ཀྱི་ཡོད་རེད་ད་ལོ་འདི་ཡང་ཤིང་ཁམས་ཆགས་བསྡད་ཀྱི་འདུག་བྱས་ཙང་ན་ནིང་གི་ཕོ་ལོ་དང་ད་ལོ་གི་མོ་ལོ་གཉིས་འཐོམ་ཡོང་དུས། ཁམས་གཅིག་གི་དབང་གིས་ཡོད་རེད་ཁམས་གཅིག་གི་ཐོབ་ཐང་མ་གཏོགས་ཡོད་མ་རེད། ཁམས་གཅིག་རིགས་ག་རེ་ཞིང་ཁམས་མ་གཏོགས་ཐོབ་ཐང་ཡོད་མ་རེད་གསུངས་རེད་འདི་ཡིན་དུས། ལོ། ལོ་གཉིས། དེ་ལ་ཁམས་གཅིག་གི་དབང་གིས་རེད་མཁྱེན་སོང་ཨ། དཔེར་ན་ན་ནིང་དང་ད་ལོ་འདྲ་བོ་ཡིན་པ་ཡིན་ན་ཁམས་གཅིག་མ་གཏོགས་མི་འདུག་ཨ། རྗེས་མ་གི་ལོ་གཉིས་དེ་ཡང་ཁམས་གཅིག་མ་གཏོགས་ཡོང་གི་མ་རེད་འདི་གཉིས་ཀྱི་དེ་ལ་ཡང་འདི་གི་རྗེས་མ་གཉིས་དེ་ཡང་ཁམས། གཅིག་མ་གཏོགས་ཡོད་མ་རེད། འདི་ཡང་རྒྱུ་མཚན་ག་རེ་ཡིན་ཟེར་ཡོད་དུས་ལོ་རྟགས་གཉིས་བཤད་ཡོད་དུས་ལོ་རྟགས་གཉིས་དེ་ཕོ་ལོ་དང་མོ་ལོ་ཕོ་ལོ་དང་མོ་ལོ་རེད་མོད་ཅེས་ནས་བཤད་ཀྱི་ཡོད་རེད། འདི་ཡིན་དུས་ཕོ་ལོ་དང་མོ་ལོ་གཉིས་ལ་དབང་ཐང་གཅིག་མ་གཏོགས་རག་གི་ཡོད་མ་རེད། འདྲ་མ་རེད་རེད་དབང་ཐང་གཅིག་རེད་ཟེར་ཡོད་དུས་སྐབས་སུ་ཕོ་ལོ་དང་མོ་ལོ་ཆ་གཅིག་ནས་བརྩིས་པ་ཡིན་ན། འདི་ཆ་གཅིག་བརྩིས་པའི་དབང་དུ་བྱས་ནས་འདི་གཉིས་ལ་དབང་ཐང་རེ་རེ་མ་གཏོགས་རག་གི་ཡོད་མ་རེད་གསུངས་རེད། རྒྱུ་མཚན་འདི་ལ་བརྟེན་ནས་ག་རེ་ཆགས་ཀྱི་ཡོད་རེད། ལོ་རྒན་དྲུག་ཅུ་ཡོལ་བ་རེད་དེ་ལོ་རྒན་དྲུག་ཅུ་ཡོལ་བའི་ནང་ལོགས་ནས་ཨ་ནི་གཉིས་ལ་དབང་ཐང་ཁམས་རེ་རེ་རེ་རེ་རག་ཡོད་དུས་སྐབས་སུ་ཨ་ནི་ཁམས་སུམ་ཅུ་མ་གཏོགས། ལོ་རྒན་དྲུག་ཅུ་ལ་ཁམས་སུམ་ཅུ་མ་གཏོགས་རག་གི་ཡོད་ཨ་མ་རེད་ཁམས་སུམ་ཅུ་གི་ཐོབ་ཐང་ཞིག་བུ་ཡོད་རེད་གསུངས་རེད། དེ་ཕྱིར་བུ་དེ་སུམ་ཅུ་རྒྱུར་བསྲིངས་ཏེ་ཁམས་དེ་སུམ་ཅུ་མ་གཏོགས་རག་གི་ཡོད་ཨ་མ་རེད་གསུངས་རེད། དེ་ཡང་དཔེར་ན། ང་ཚོ་དེ། གནམ་ལོགས་ཀྱི་ང་ཚོ་ཁམས་གཅིག། གནམ་ལོག་གི་ཁམས་རྟ་ཐང་ཞིག་འདུག་ཨ་ཡ། གནམ་ལོག་གི་ཁམས་དེ་ག་འདྲེ་ཟེར་ར་གི་ཡོད་རེད་ཟེར་ཡོད་དུས། འདི་འདི། འབུ་རྡེག་འཐབ་དགོས་ཀྱི་ཡོད་རེད་གསུངས་རེད། བདེ་ཕྱིར་འབུ་རྡེག་ཟེར་གྱི་འདུག་བདེ་ཕྱིར་འབུ་རྡེག་ཟེར་གྱི་འདུག་འབུ་རྡེག་འཐབ་གི་འཐབ་གི་འགྲོ་དགོས་ཀྱི་ཡོད་རེད། འབུ་རྡེག་འདི་ག་འདྲེ་འཐབ་དགོས་ཀྱི་ཡོད་རེད་གསུངས་ཡོད་དུས། ན་ནིང་གི། ན་ནིང་གི་ཁམས་དེ་ཤིང་རེད། ཟླ་ལོག་གི་ཁམས་དེ་ཤིང་རེད་མཁྱེན་སོང་ཨ། ཨ་ནི། ལོ་གཉིས་ལ་ཁམས་གཅིག་གི་དབང་གིས་རེད་ཞུ་ཡིན་པ། ད་ལོ་གཉིས་ལ་ཁམས་གཅིག་གི་དབང་ཡོད་དུས་ན་ནིང་དང་ད་ལོ་གཉིས་དེ་ཁམས་ཤིང་ཁམས་ཀྱི་དུག་དབང་དེ་ཡོད་རེད་རྗེས་མ་ལོ་དེ་ཡང་ལོ་གསུམ་པ་དེ་ཆགས་སྡོད་ཀྱི་ཡོད་པ་ཡིན་ཙང་ལོ་གཉིས་དེ་ཁམས་གཅིག་གི་དབང་བ་དེ་མ་འགྲོ་ས་རེད་རྗེས་མ་དེ་ཡང་ཁམས་གཞན་པ་གཅིག་གླིང་རོགས་ད་དེ་ཁམས་གཞན་པ་དེ་གླིང་ཡོད་དུས་ཁམས་གཞན་པ་དེ་གང་འདྲ་བཙལ་དགོས་ཀྱི་ཡོད་རེད་གསུངས་ཡོད་དུས་ད་ལོ་ད་ལོ་དང། ད་ལོག་གི་ཁམས་འདི་གི་ཡིད་ཆེས་ནི་འབུ་རྡེབ་འཐབ་དགོས་ཀྱི་ཡོད་རེད་གསུངས་རེད། འབུ་རྡེབ་འཐབ་དགོས་ཀྱི་ཡོད་རེད་དེ་ཡང། ང་ཚོ་ད་ལྟ་གནམ་ལོག་གི་གནམ་ལོག་གི་ཁམས་འདི་ར་བར་བྱེད་པ་ལ་མ་བུ་གྲོག་རོང་ནང་ནས་ནི་འབུ་རྡེབ་ཁོ་ན་མ་གཏོགས་གཞན་པ་ཡོད་མ་རེད་ཁེང་སོང་བ་འབུ་རྡེབ་ཁོ་ན་འཐབ་དགོས་ཀྱི་ཡོད་པ་འདི་ཁྱབ་རེད་ཁེང་སོང་བ་འདི་ཡིན་དུས་ད་ལོག་གི་གནམ་ལོག་གི་ཁམས་ཤིང་གི་ག་དེ་ཤིང་བུ། མེ། སྲིན་ཡོད་དུས་རྗེས་མར་གྱི། རྗེས་མར་གྱི། ལོ་རྟགས་འདི་གི་ཁམས་ག་རེ་ཆགས་ཀྱི་ཡོད་རེད་རྗེས་མར་གྱི་གནམ་ལོ་འདི་གི་ཁམས་ག་རེ་ཆགས་ཀྱི་ཡོད་རེད་མེ་ཆགས་ཀྱི་ཡོད་རེད་འདི་གི་རྗེས་མར་འདི་ཡང་མེ་ཆགས་ཀྱི་ཡོད་རེད་ལོ་གཉིས་འདི་མེ་གི་ཡི་ཁམས་མེ་གི་བྱེད་ནས་དབང་གི་རེད་གསུངས་རེད་ད་འདི་མེ་གི་ལོ་གཉིས་དབང་གསལ་བོའི་ཞུ་གི་འདི་ལ་ཡང་འདི་གི་རྗེས་ལ་ཡང་གཉིས་ལེགས་ར་ཡང་ལོ་རྟགས་ཕོ་དང་མོ་གཉིས་ལེགས་ར་འདི་ལ་ཡང་ཁམས་འགུག་གི་ཡོད་རེད་འདི་ཁམས་འདི་ཡང་ག་འདྲེས་གཅིག་པ་གཅིག་ཟིང་རྗེས་མར་གྱི་མེ་ཁམས་ཀྱི་ཡི་བྱེད་ནས་འབུ་རྡེབ་ཐོབ་ནས་འགྲོ་དགོས་ཀྱི་ཡོད་རེད་མེ་འབུ་ས་སྲིན་འདི་སྐབས་སུ།

གོང་ས་འདི་གི་དབང་ཐང་བོར་དུ་འགྲོ་དགོས་ཀྱི་ཡོད་རེད་ཁེངས་སོང་རྒྱལ་བཙང་འདི་ཡོད་དུས་ངས་དུང་ཞོ་འདི་ལ་དབང་ཐང་ཞུ་དགོས་ཡ་འགྱོད་པ་དེ་གཙོ་བོ་འདི་རེད། དང་པོ་དབང་ཐང་བཤད་པ་ཡིན་ན་ལུས་སྐབས་སུ་ལ་བཞེས་ཟིན་ས་གི་མགོ་དེ་དང་པོ་ཁམས་ནས་མ་བཞེས་ཟིན་ཡོད་དུས་ཐ་མང་འགྲོ་ས་དེ་ག་བ་བོར་དུ་འགྲོ་དགོས་ཀྱི་ཡོད་རེད། གོང་ས་ཁོ་རང་གི་དབང་ཐང་གི་བོར་དུ་ལ་འགྲོ་དགོས་ཀྱི་ཡོད་པ་ཡིན་ཙང་དབང་ཐང་དེ་ངས་དང་པོ་ཞུ་དགོས་ཡ་གྱི་འགྱོད་པ་ཅུང་ཟད་འགྲོ་གྱི་འདུག་ཆགས་འདི་གི་ཡོད་རེད། བྱས་ཙང་བསྡུ་ཆ་ཡོད་དུས་ཨ་ནི། བཞི་ཟིན་ཡོད་དུས་དང་པོ་བཞི་དེར་མ་ཟིན་ནས་དབང་ཐང་བར་དུ་འགྲོ་གི་ཡོད་རེད་བ་འགྲོ་ཡོད་དུས་སྐབས་སུ། མ་དབུ་བ་དང་ལྕགས་ཆུ་མེད་ས་ཤིང་དུ་གྲོང་ཟེ་གིང་གི་ཚིག་རྐང་གཅིག་གི་རྩ་བ་འདི་ངག་ཐོག་ལ་ངོ་རྒོལ་རེད་འདི་ཡིན་དུས་བགྲང་བྱ། ལྕགས་ཆུ་མེད་ས་ཤིང་དུ་གྲོང་ཟེ་གིང་གི་བགྲང་བྱ་འདི་འགོ་གི་ཡོད་རེད། དགོས་ཡོད་པ། དཔེར་ན་དཔེ་སྒྲོག་ཅིང་འདུག་མཚོན་པ་ཡིན་ན་དང་པོ་ང་ཚོ་མཛུབ་མོ་ལྔ། འབྱུང་བ་ལྔ་ཡི་ནང་ལ་མཛུབ་མོ་ལྔ་ཞིག་ཡོད་པ། ཤིང། མེ། ས། ལྕགས། ཆུ། ལ་ནི་མཛུབ་མོ་ལྔ་ཡོད་རེད་བ། འདི་ཡིན་དུས་ལུས་ཀྱི་ལྡེ་མིག་ནང་ལ་ག་རེ་གསུངས་འདུག་གི་ལོག་ལྟ་རྟགས་དང་ཡོད་བྱ་དང་སྤྲད་གང་རུང་ཡིན་པ་ཡིན་ན། ཆུ་ནས་ཡར་བརྩིས་ཤོག་ཟེར་ཡིན་དུས་ད་ལྟ་འདི་ཆུ་དེ་ག་ལ་འདུག་ཆུ་དེ་མཐེའུ་ཆུང་དེ་རེད་འདུག་བ། མཐེའུ་ཆུང་མཐེའུ་ཆུང་ཆུ་ནི། དང་པོ་ཤེས་ཟིན་ས་དེ་དེ་ནས་ཡར་ཞེས་གསུངས་དགོས་རེད། ཞེས་གསུངས་ནས། གོང་ས་དེ་གི། བརྩི་བྱ་དེ་གི་རྒྱལ་སྲིད་དབང་ཁམས་དེ། བརྩི་བྱ་དེ་གི་དབང་ཁམས་དེ་ལྕགས་ཡིན་པ་ཡིན་ན་དབང་ཐང་དེ་ལྕགས་ཡིན་ན། དབང་ཐང་དེ་ལྕགས་ཡིན་པ་ཞེས་བྱ་ཅི་འདུག་འདའ་ལོ། དབང་ཐང་དེ་རྒྱལ་སྲིད་ལྕགས་ཡིན་པ་ཡིན་ན། ད་ཤེས་ཟིན་ས་དེ་ཆུ་ནས་ཡར་མགོ་བཙུགས་ཤོག་ལ་ནས། རྩ་བ་ནོར་བ་འདུག་མ་གསུངས་རེད་འདི་ཡོན་དུས་རྩ་བ་བཞི་ཟིན་ཡོན་དུས་དང་པོ་དེ་ལ་གར་གསུངས་དགོས་ཀྱི་རེད་འདི་གི་བགྲང་བྱ་འདི་བགྲང་དགོས་ཀྱི་ཡོད་རེད། ལྕགས། ཆུ། མེ། ས། ཤིང་དུ་བགྲང་ལ་ནི་འགྲོ་དགོས་ཀྱི་ཡོད་རེད་ཁེངས་སོང་ཨ། ཡོ་ཆ་གཅིག། ལྕགས། ཆུ། མེ། ས། ཤིང་དུ་བགྲང་ལ་ནི་འགྲོ་དགོས་ཡོན་དུས་སྐབས་སུ། བགྲང་བྱ་ལྕགས་ཆུ་མེ་ས་ཤིང་འདི།

དབང་ཐང་འདི་ང་ཚོ་ལྕགས་ཁམས་ཡིན་པ་གཞིས་ཆགས་དེར་འགྲོ་གི་ན་དེ་ཡིན་དུས་ད་བགྲང་བྱ་བགྲང་དགོས་ཀྱི་ཡོད་རེད་བ་བགྲང་བྱ་དེ་བགྲང་ཡོད་དུས་དོང་ཤོག། ལྕགས། ལ་རེད་གཞིས་ཟིན་ས་ནས་དང་པོ་ལྕགས། ཆུ། མེ། ས། ཤིང་བསྲེས་ཡོད་དུས་ཁོ་རང་གི་དབང་ཐང་ལྕགས། ལ་གླེང་ཡོད་དུས་སྐབས་སུ་བགྲང་བྱ་ག་རེ་འཁེལ་གྱི་འདུག་ཤིང་འཁེལ་གྱི་འདུག་ཨ། འོ། བགྲང་བྱ་ཤིང་དེ་གང་ཡིན་ཟེར་ཡོད་དུས་གོང་ས་ཙི་ལྕགས། ཁོ་རང་གིས་ལུས་ཀྱི་ཁམས་ལུས་ཁམས་ཆགས་བསྡད་ཀྱི་ཡོད་གསུངས་རེད་ལུས་ཁམས་ཁེགས་ཀྱི་ཡོད་གསུངས་རེད་མཁྱེན་སོང་ཨ་ལུས་ཁམས་ཁེགས་ཀྱི་ཡོད་གསུངས་རེད། འདི་དང་གཅིག་པ་བྱས་ནས་གླང་ལུག་རྟ་རྗེས་ཟིན་ནས་རྩིས་ཡིན་ཟེར་གལ་སྲིད་གླང་དང་ལུག་རྟ་རྗེ་ཡིན་པ་ཡིན་ན་གཞི་ཟིན་ས་ཀྱི་མགོ་དེ་གོང་ནས་འཛུགས་དགོས་ཀྱི་ཡོད་རེད་ཤིག་ནས་བྱས་ནས་འགྲོ་དགོས་ཀྱི་ཡོད་གསུངས་རེད་ཤིང་དེ་ང་ཚོ་ཡ་ཐེ་བོང་དེ་ཆགས་བསྡད་ཀྱི་འདུག་ཨ་ཤིང་ནས་མགོ་བཙུགས་ནས་རྟ། ཤིང་ནི་མགོ་བཙུགས་ཏེ། ཁོ་རང་གི་དབང་ཐང་འོག་ཏུ་འགྲོ་དགོས་ཀྱི་ཡོད་རེད་འདི་ཡང་དབང་ཐང་ག་རེ་ལྕགས་ཡིན་པ་ཞི་ཆགས་བྱས་ནས་འགྲོ་གིན་གདའ། ད་ལྟ་ཡང་ལྕགས་ཡིན་པ་ཞི་ཆགས་འགྲོ་ཡོང་དུས་གལ་སྲིད་གཞི་འཛིན་ས་དེ་ཤིང་ནི་མགོ་བཙུགས་ཤིག་དེ་ནས་མ་གཞི་བཟུང་ནས། ཁོ་རང་གི་དབང་ཐང་ལྕགས་འབར་དུ་ལ་འགྲོ་དགོས་ཀྱི་ཡོད་ཙང་བགྲང་བྱ་ག་རེ་བགྲང་དགོས་ཀྱི་ཡོད་རེད་དང་པོ། བཤིག་ནས་ལྕགས། ཆུ། མེ། ས། བསྲེས་ཡོད་དུས་ཁོ་རང་གིས་ད་ལྟ་ཁམས་ལྕགས་ཀྱི་གངས་ལ་གླན་ཡོད་དུས་བགྲང་བྱ་དེ་བགྲང་བྱ་ལྔ་ནང་ལོ་ནས་བགྲང་བྱ་ག་རེ་འཁེལ་གི་འདུག་ལྕགས། ཆུ། མེ། ས་འཁེལ་གི་འདུག་ཨ། འོ། འདི་ས་དེ་གང་ཡིན་ཟེར་ཡོད་དུས་གོང་ས་ཁོ་རང་གིས་ལུས་ཁམས་ཆགས་ཀྱི་ཡོད་རེད་གོང་ས་ཁོ་རང་གིས་ལུས་ཁམས་དེ་བདེ་རེད་གསུངས་རེད་མཁྱེན་སོང་ཨ། འོ། ཅེ། འདི་དང་རིགས་བྲལ་གྱི་རིགས་ཀྱི་གཞན་པ་ཚང་མ་སྡུག་སུ་འགྲོ་ཡ་རེད་མཁྱེན་སོང་ཨ་གཞན་པ་ཚང་མ་སྡུག་སུ་འགྲོ་ཡ་རེད། གཙོ་བོ་དེ་དང་ན་བགྲང་བྱ་དེ་ངག་ཐོག་ངེས་པའི་ཐོག་ནས་གཞི་ཟིན་ས་དང། གཞི་ཟིན་ས་དེ་དང་པོ་དེ་མི་ཁོ་རང་གིས་གང་ནས་གཞི་ཟིན་མགོ་དེ་ནས་མ་མགོ་བཙུགས་རྗེས་ཐ་མག་དེ་ལ་འབབ་སའམ། བབས་སའམ། ཨ་ནི་བཞག་ས་དེ་ག་བ་ལ་བཞག་དགོས་ཀྱི་ཡོད་གསུངས་ཡོད་དུས་ཁོ་རང་གིས་དབང་ཐང་གི་སྟེང་དུ་ལ་བཞག་དགོས་ཀྱི་ཡོད་གསུངས་རེད། བྱས་ཙང་བདེ་ཡིན་དུས་རྩ་བ་ནོར་ལོག་ལ་དབང་ཐང་ལུས་ནི་འབབ་ས་སྟོན་ཟེར་མཁན་དེ་ལུས་ཀྱི་བདེ་མེད་དེ་བསྐོར་ཡོང་དུས་གཞི་འཛིན་ས་ནས་མགོ་བཙུགས་ཡོང་དུས་མཐའ་མ་འབབ་ས་དེ་ག་བ་ལ་འབབ་དགོས་ཀྱི་ཡོད་རེད་གསུངས་ཡོང་དུས་དབང་ཐང་གི་སྟེང་དུ་འབབ་དབང་ཐང་གི་སྟེང་དུ་འབབ་ནས་བགྲང་བྱ་ནོར་ལོག་ནས་བགྲང་བྱ་གང་འཁེལ་གྱི་ཡོད་པ་བགྲང་བྱ་ལྕགས་ཆུ་མེད་ས་ཞིང་ནོར་ལོག་ནས་གང་འཁེལ་གྱི་ཡོད་པ་དེ་འོ་དེ་བགྲང་བྱ་གི་ཁམས་དེ་གོང་ས། འདི་དེ་འདི་གི་ད་ལྟ་རྩེད་ཐང་གི་ལུག་གཅིག་དེ་ད་ལྟ་དེ་རྩ་བ་གཞི་ཆགས་བྱས་ནས་ད་ལྟ་གཞུང་ཁོ་རང་གཞི་ཆགས་རེད་འདི་མ་ཡིན་པའི་ཡང་ད་ལྟ་དེ་གཞུང་གཞན་པ་ནང་ལོག་ཁ་ཁོང་གི་གཞུང་ནང་ལོག་ལ་དེ་ནས་ཡང་རྩེད་ཐང་གི་ལུག་མ་རག་གཞན་པ་ཡོད་རེད་ངས་དུས་རྒྱུན་ངས་རྩེས་པ་ཡིན་ན་ང་རང་གི་ད་ནོར་ལུག་གཞན་པ་དེ་ངས་ནམ་རྒྱུན་འབུད་ཀྱི་འདུག་ཟླ་གང་རང་འབུད་ཀྱི་གཏོང་གི་ཡོད་ང་རང་ལ་སྟབས་བདེ་བོ་ཡང་འདི་ཚོར་གྱི་ཡོད་ལ་དུས་རྒྱུན་ང་རང་ཤུགས་ཆགས་རེ་བོ་ཅིག་འདི་འབུད་ཀྱི་གཏོང་གི་ཡོད་འདི་ཡིན་དུས་ད་ལུག་གཅིག་དེ་ངས་འདི་དེ་གི་སྔོན་ལ་ཞུ་ཡིན་པ།

ཆུ་སྡེ་གསུམ་གཅིག་པུ་ཡོད་རེད། མཛུབ་མོ་སྡེ་གསུམ་ལ་ལོ་འཁོར་བཅུ་གཉིས་དེ་དག་བགོ་བཤའ་རྒྱག་དགོས་རེད། བགོ་བཤའ་རྒྱག་ནས་བཞི་བཞི་བཞི་བཞི་སྤྲད་དགོས་ཀྱི་ཡོད་རེད་སྤྲད་སྟངས་དེ་ལྡོག་དགོས་ཀྱི་མེད། ཚང་མ་འདུས་མཉམ་དུ་སྤྲད་ཡ་མ་རེད། ག་འདྲི་སྤྲད་དགོས་རེད་ཟེར་ཡོད་དུས་དང་པོ་གཉིས་གཉིས་གཉིས་གཉིས་སྤྲད་དགོས་རེད། ཤིང་ལ་བྱི་བ་བླངས་ལ་ནི་གཉིས་སྤྲད། ལྕགས་ལ་རྟགས་ཡོད་ལ་གཉིས་སྤྲད། ཆུ་ལ་འབྲུག་སྦྲུལ་ལ་ནི་གཉིས་སྤྲད་ཡོང་བྱ་གཉིས་གཉིས་གཉིས་གཉིས་འགྲོ་དགོས་རེད། དེ་བྱི་བ་བླངས།

གང་ཟག་འདི་གའི་ལོ་རྟགས་འདི་ག་བ་ལ་འདུག་འདི་ལྟ་བུ་ཡོད་རེད། གང་ཟག་འདི་གའི་ལོ་རྟགས་འདི་ག་བ་ལ་འདུག་ལྟ་བུ་རེད་དཔེར་ན་འདི་ག་རེད། འདི་ཤིང་རེད། འདི་ཤིང་རེད། འདི་ག་རེད། ལྕགས། འདི། ཆུ་རེད། འདི་ཡིན་དུས་གང་ཟག་འདི་གའི་ལོ་རྟགས་འདི་ཁམས་ག་རེ་གི་སྟེང་དུ་འདུག་འོང་འདི་ལྟ་བུ་ཡོད་རེད། འདི་ལྟ་བས་མཐོང་ནས་གང་ཟག་འདི་གའི།

ལྕགས་སྒྲོག་ཤིང། ལས་ནི་སྒྲོག་འདེབས་ལས་ཀྱི་དུ་བ་བྱས་ཙང་ལྕགས་སྒྲོག་ཤིང་ཟིན་ཡོད་དུས། ལུས་ཀྱི་བདེ་མེད་ཀྱིས་བྱས་ནས་ཕག་དབང་ཐང་ལ་ཕག་འཐབ་ཡོད་དུས། བདེ་ཀྱི་དཔའ་རག་གི་དྲ་བ་དེ་སྒྲོག་འདེབས་ཀྱི་འབྲེལ་བ་ཡོང་གི་ཡོད་པ་ཡིན་ཙང་གལ་སྲིད་སྒྲོག་འདེབས་ཀྱི་འབྲེལ་བ་ཡོད་པ་ཡིན་ན། ལུས་ཁམས་ག་རེ་བཞག་དགོས་རེད་མེ་ཁམས་བཞག་དགོས་ཡོད་རེད་གསུངས་རེད། འདི་ཡང་རྩ་བ་ནང་ལོགས་ལ་བལྟས་པ་ཡིན་ན། འདི་རྣམས་སོ་སོའི་མ་ཞིང་དུ་ཟེར། སྡེ་རྣམས་སོ་སོས་ལུས་ཁམས་སོ་སོ་སོ་སོ་བར་བསྐོར་ནས་རྒྱལ་སྲིད། ལུས་ཁམས་ཀྱི་སྡེ་མི་འདི་གའི་ཕྱི་ནས་དབང་ཁམས་ལ་བར་བསྐོར་ཡོང་དུས་འདི་དཔའ་རག་གི་འབྲེལ་བ་འདི་མ་ལྡེབས་ཀྱི་འབྲེལ་བ་ཁྱི་ཁྱི་ཡོད་པ་ཡིན་ན། ལུས་ཁམས་འདི་ཤིང་བཞག་དགོས་ཀྱི་ཡོད་རེད། སྦུ་ལྡེབས་ཀྱི་འབྲེལ་བ་ཡོད་པ་ཡིན་ན་ཆུ་བཞག་དགོས་ཀྱི་ཡོད་རེད། དགྲ་ས་ཀོ། དགྲ་ལྡེབས་ཀྱི་འབྲེལ་བ་ཡོད་པ་ཡིན་ན་ས་བཞག་དགོས་ཀྱི་ཡོད་རེད། འབྲོག་ལྡེབས་ཀྱི་འབྲེལ་བ་ཁྱི་ཁྱི་ཡོད་པ་ཡིན་ན་ལུས་ཁམས་འདི་མེ་བཞག་དགོས་ཀྱི་ཡོད་རེད་གསུངས་རེད། བྱས་ཙང་འདི་ཡིན་དུས་ད་ལྟ་དེ། ལོ་རྟགས་འཇགས་ཀྱི། ལོ་ཐང་བརྒྱ་སྡེ་དགེའི་སྡེ་མི་ཅག་གིས་ཡིད་ཆེས་ནས་ཁོ་རང་གི་དབང་ཐང་ཤིང་ལ་འཐབ་ཡོད་དུས་སྐབས་སུ་པ་ར་གི་འབྲེལ་བ་དེ་འབྲོག་གི་འབྲེལ་བ་ཡོད་པ་ཡིན་ཙང་རྩ་བ་ནོར་ལོག་ལ་འབྲོག་གི་འབྲེལ་བ་འཁེལ་དུས་ཡོད་པ་ཡིན་ན་ལུས་ཁམས་དེ་མེ་བཞག་དགོས་ཀྱི་ཡོད་རེད་གསུངས་ཡོད་དུས་ཨ་ནི་གོང་ས་སྡེ་དགེའི་ལུས་ཁམས་དེ་མེ་དུ་ཆགས་ཀྱི་རེད་མཁྱེན་སོང་ཡང་དཔེ་མཚོན་གཞན་པ་ཅིག་ཞུས་པ་ཡིན་ན་ལོ་རྟགས། རྟ་དྲུག་ཞིག་ཡིན་པ་ཡིན་ན། ལོ་རྟ་རྟ་དྲུག་ཞིག་ཡིན་པ་ཡིན་ན། ད་གཟུ་མོ་གསུམ་ནང་ལོ་ནི་ལོ་རྟ་རྟ་དེ་ག་བ་ལ་འདུག་འདི་རྟ་དགུ་ཡོད་རེད་རྟ་དེ་ག་བ་ལ་འདུག་འཇི་བ་གླང་རྟ་གཡོན་དྲུག་སྤྲུལ་རྟ་ལུག་རྟ་ཟེར་ཡོད་འདི་སྐབས་སུ་ད་ལྟ་དེ་ཤིང་ལ་འདུག་བ་འོ་དེ་ཤིང་གིས་བྱས་ནས་ཁོ་རང་གི་དབང་ཐང་ཁོ་རང་གི་དབང་ཐང་ག་བ་བོར་འདུག། ཁོ་རང་གི་དབང་ཐང་གི་ཆུ་ཡིན་པ་ཞིག་བྱ་བྱེད་ནས་བསམ་བློ་གཏོང་བ། དབང་ཐང་ཆུ་ལ་ག་རེ་འཁེལ་གྱི་ཡོད་རེད། ཤིང་མ། ཆུ་ཟིན་ཡུལ་དུས་སྤར་རག་གི་འབྲེལ་བ་དེ། མ་དེབ་ཀྱི་འབྲེལ་བ་འཁེལ་གྱི་འདུག་བ་དེ་ཡིན་དུས་རྩ་བ་ནང་ལོགས་ལ། མ་ཤིང་མཐོ་བོ་ཟིན་ཡོད་དུས་གལ་སྲིད་མ་དེབ་ཀྱི་འབྲེལ་བ་ཡོད་པ་ཡིན་ན། ལུས་ཁམས་དེ་ཤིང་འཁེལ་གྱི་རེད་ལ་རེད་དེ་ཡིན་དུས་ཤིང་བས་ན་འདོགས་ཟེར་ན་ཐད་ཀར་བབས་ན་འགྲིག་གི་ཡོད་རེད་གསུངས་རེད། ཨ་ནི། རང་རང་ལྕགས་ནི་འདྲེས་པ་ཡིན་ཟེར་ནས་གལ་སྲིད་འདྲ་བོ་འདྲ་བོ་ཁྱེར་གྱི་ཡོད་པ་ཡིན་ན་གསུངས་རེད་གལ་སྲིད་ཤིང་དང་ཤིང་ལྕགས་དང་ལྕགས་མེ་དང་མེ་ཨ་ནི་ག་རེ་ཁྱེར་གྱི་ཡོད་པ་ཡིན་ན་ཡང་གལ་སྲིད་འདྲ་བོ་འདྲ་བོ་དེ་ནི་སླེབས་ཀྱི་ཡོད་པ་ཡིན་ན་མེ་དང་མེ་འདྲ་བོ་སླེབས་ཀྱི་ཡོད་པ་ཡིན་ན་ཡང་འདྲ་འདུག་ས་དང་ས་འདྲ་བོ་སླེབས་ཀྱི་ཡོད་པ་ཡིན་ན་ཡང། ལུས་ཁམས་འདི་ག་རེ་ལ་ནས་ལྕགས་རང་མ་གཏོགས་གཞན་པ་ལིག་མ་རེ་རང་རང་ལྕགས་ནས་མཇལ་བ་ཡིན་ཟིག་རང་རང་སེང་ལི་སོ་སོ་དང་འདྲ་འུ་འདྲ་འུ་མེ་དང་མེ་ས་དང་ས་ག་རེ་ཁྱེར་གྱི་ཡོད་པ་ཡིན་ན་ཡང་འོ་འདི་གའི་ལུས་ཁམས་འདི་ལྕགས་རང་མ་གཏོགས་གཞན་པ་འགྲོ་ས་ཡོད་མ་རེད་ལྕགས་རང་ཁྱེར་གྱི་རེད་གསུངས་རེད་འོ་ཡ་ལུས་ཁམས་འདི་ག་ནི་ད་གང་ནོ། གསུམ་པ། རླུང་ཐག་གི་ལྡེ་མིག་རེད་ད་རླུང་ཐག་གི་ལྡེ་མིག་འདི་ཡང་རྩ་བ་དུས་ད་ག་རང་རྩ་བ་འདི་མཇུག་བཞག་ན་ཕ་ཆེན་འགྲིག་གི་ཡོད་རེད། འདི་གང་ཡིན་ཟིན། ཏག་ཏག་ཁྱི་སོང་རླུང་བྲལ་ཅང་མཇེ་རུ་བྲལ་སོང་རླུང་དྭངས་ཤིང་མཇལ་ལམ་འགྲུལ་སོང་རླུང་འཕངས་བྱུང་ཕར་རླུང་ཡུལ་སོར་རླུང་དཀྲོལ་མེད། འདི་ཡང་ད་ལྟ་ལོ་རྟགས་གསུམ་གསུམ་གསུམ་བགོ་བཤའ་འཇགས་འདུག་ཨ་འོ་འདི་སྐད་ཆ་བཤད་ཀྱི་ཡོད་དགེ་བསོའི་ལོ་རྟགས་སྟག་དང་རྟ་ཁྱི་གསུམ་ཡིན་པ་ཡིན་ན། འདི་གི་རླུང་ཁམས་འདི་ག་རེད་ཟེར་རླུང་ཁམས་འདི་ག་རེད་ཟིན་འདི་རླུང་ཁམས་འདི་ལྕགས་ཆགས་ཀྱི་ཡོད་རེད་གསུངས་རེད་སྤྲད་དེ་ད་ལྟ་ཁོ་རང་གི་ཕྱོགས་འདི་ལ་ལྕགས་ཁམས་ཀྱི་ཕྱོགས་འདི་ལ་ག་རེ་ཡོད་རེད། ངས་དོན་དག་ལོ་ཏཱ་དེ་སྤྲད་ཡིན་པ་ཡིན་ཙང་ལོ་ཏཱ་དང་ཁམས་གཉིས་འགྱུར་བཟུང་མཉམ་དུ་སྦྱར་ནས་གསུང་གི་ཡོད་རེད། འཇིགས་རུག་སྤྲད་འཇིགས་རུག་སྤྲད་གསུམ་ཡིན་པ་ཡིན་ན། ཁོ་རང་གིས་རླུང་ཁམས་ག་རེ་ཆགས་ཀྱི་རེད་ཤིང་ཆགས་ཀྱི་ཡོད་རེད་གསུང་རེད། འཇའ་ལང་གྲུ་གསུམ་ཡོད་པ་ཡིན་ན་ཆུ་ཆགས་ཀྱི་ཡོད་རེད། ཕག་ལུག་ཡོད་གསུམ་ཡོད་པ་ཡིན་ནས་མེ་བཞག་དགོས་ཀྱི་ཡོད་གསུང་རེད་མཁྱེན་སོང་མེ་བཞག་གི་ཡོད་རེད་གསུང། ཟླ་འདི་དེ། ངས་ལག་པ་ང་ལ་འདུག་བརྩིས་པ་ཡིན་ན་ལག་པ་ང་ལ་འདུག་བརྩི་གི་མི་འདུག་ལག་པ་ང་ལ་བརྩིས་ཡོད་དུས་ང་ཟུར་དང་པོ་ཡང་ཚོགས་ཁང་ལ་བསྐོར་ཡོད་དུས་དང་པོ་ཕྱོགས་གཅིག་འགྲོ་སོང་ཨ་ཡ། འདི་འདི་ཕྱོགས་དེ་ག་རེད། ཤར། ལྷོ། ནུབ། བྱང། ཤར། ལྷོ། ནུབ། བྱང་ནུབ་ངོགས་ནི་ཤར་ཕྱོགས་ཤིང། ལྷོ་ཕྱོགས་མེ། ནུབ་ཕྱོགས་ལྕགས། ཨ་ནི། བྱང་ཕྱོགས་ཆུ་ལ་ནི། ཤིང། མེ། ལྕགས། ཆུ། འགྲོ་སོང་བ། འདི་སྐྱིད་མ་གི་ས་འདི་ཕ་ཆེན་ཡོད་ཧ་མ་རེད་ས་འདི་ཡོད་ཧ་མ་རེད་གསུངས་རེད་ས་འདི་ག་རེད་རྩ་བ་ནང་དུ་ག་རེད་འདི་དག་མཐུན་གསུམ་བསྡད་པ་འདི་འབྱུང་མ་ས་ཡི་རླུང་རྟ་མེད་ཟིག་རེད་འབྱུང་མ་ས་ལ་རླུང་རྟ་ཡོད་ཧ་མ་རེད་གསུངས་ཡོད་དུས་ད་འདི་ཕྱོགས་བཞི་ལ་མ་གཏོགས་བསྐོར་དགོས་ཀྱི་ཡོད་ཧ་མ་རེད་ཕྱོགས་བཞི་ལ་བསྐོར་ཡོང་དུས་ཕྱོགས་བཞི་དེ་འདུག་སུ་ངོས་ཟིན་བྱས་པ་བྱས་ད་འདི་ལ་ལོ་འཁོར་བཅུ་གཉིས་དེ་ཕྱོགས་བཞི་ལ་འདུག་སུ་བཀྲམ་དགོས་ཡོད་མགོ་ཆ་རྒྱག་དགོས་རེད་བཀྲམ་དགོས་རེད། འདུག་སུས་གཡོན་སྐོར་བྱས་ནས་བཀྲམ་དགོས་ཡོད་རེད་བཀྲམ་དུས་ཡང་གཡོན་སྐོར་བྱས་ནས་བཀྲམ་ཡོད་དུས་དང་པོ་ཤར་གྱི་ཕྱོགས་ལ་གླན་ཡོད་དུས་ལྗི་བ་ལ་ནས་དང་པོ་ལོ་འཁོར་བཅུ་གཉིས་ནང་ལོ་ནས་ལྗི་བ་དེ་ཤར་གྱི་ཕྱོགས་ལ་ཤར། བླངས་ཟིན་ཡོད་དུས་མར་བ་ལ་ལས། ལྗི་བ། བླངས། བཏགས། ཡོད། དྲུག། བྲུས། བཏགས། ལུགས། སྤྲེལ། འཇག། ཕྱི། ཕ། སེ་འདི་འདུག་སུ་རེ་རེ་རེ་རེ་དང་པོ་བགོ་བཤའ་བྱས་ནས་འདུག་སུ་རེ་རེ་རེ་རེ་སྤྲེལ་གྱིས་སྤྲེལ་གྱིས་འདུག་སུ་མར་འགྲོ་དགོས་ཀྱི་ཡོད་རེད་ཅེས་འདི་ཡིན་དུས། ལོ་རྟགས་དཔེར་ན། ལོ་རྟགས་འཇིག་བ་འདི་ཕྱོགས་ག་ལ་འདུག། ཕྱོགས་འདི་ཤར་གྱི་ཕྱོགས་ལ་འདུག་བ་ཤར་ཕྱོགས་ཀྱི་ཁམས་འདི་ག་རེ་ཤིང་ཡིན་ཡོད་དུས་ཁོ་རང་གི་རླུང་ཁམས་འདི་ཡང་ད་ལྟ་ཤིང་བཞག་དགོས་ཀྱི་ཡོད་རེད། གླང་འདི་ཕྱོགས་ག་བ་ལ་འདུག། མ། འཇང་གི་ཕྱོགས་ལ་འདུག་ཨ་འཇང་ཕྱོགས་ཀྱི་ཁམས་འདི་ག་རེ་ཆུ་ཡོད་ཡོད་དུས་བདེ་ད་ག་རང་ཨ་ཁོ་རང་གི་ཁམས་འདི་ཡང་རླུང་ཁམས་འདི་ཡང་ཆུ་བཞག་དགོས་ཀྱི་ཡོད་རེད། སྟག་འདི་ག་རེ། སྟག་འདི་གི་ཁམས་འདི་ཡང་ག་བ་ལ་ལས་སོང་ལྕགས་ལ་ལས་སོང་ཨ་ནི་ལྕགས་འདི་ག་རེ་ཁོ་རང་གི་རླུང་ཁམས་བཞག་དགོས་ཀྱི་ཡོད་རེད་གསུངས་རེད་དེ་ཡོད་དུས། ད་ལྟ་འདི་སྐབས་སུ་ལོ་སྟག་འདི་ག་བ་ལ་འདུག་འདིས་ལོ་སྟག་འདི་གནས་ས་ག་བ་ལ་འདུག་འདི་གིས། ཁམས་དེ་འདིའི་ཕྱོགས་ཀྱི་ཁམས་དེ་ག་རེད་འདུག་འདི་དེ་གོང་ས་འདི་གི་རླུང་ཁམས་བཞག་ན་ཡང་འགྲིག་གི་ཡོད་རེད་གསུངས་རེད་ཡིན་ན་ཡང་འཇུ་མ་ས་ཡི་རླུང་རྟགས་མེད་ཟེར་ནས་འཇུ་མ་ས་དང་ང་ཚོའི་ཕྱོགས་འདུག་ས་ས་ལ་བརྩི་ཡ་ཡོད་མ་རེད་གསུངས་རེད་མཁན་ཟོ་བ་དེ་རླུང་རྟགས་དེ་དང་དཔེ་ལས་ལུགས་ཡོད་རེད་དཔེར་ན་འཇི་བ་དེ་ལ་ཡིན་པ་ཡིན་ན་དེ་ལ་འཇི་བ་དེ་ལ་ཡིན་ཡོད་དུས་འཇི་བ་དེ་གི་རླུང་ཁམས་ག་རེ་ཡིན་ཟེར་ཡོད་དུས་འཇི་བ་ཟེར་ཡོད་དུས་ཤར་ལ་དོ་ཤར་གྱི་ཕྱོགས་ག་རེད་ཤིང། འོ་ཡ། འཇིག་བ་འདི་གའི་རླུང་ཁམས་འདི་ཤིང་རེད་གསུངས་རེད། གླང་ཟིན་ཡུལ་འདི་མ་ལིག་དུ་ཨ། གླང་འདི་མ་ལིག་ཡུལ་འདི། གླང་འདི་གའི། རླུང་ཁམས་ག་རེད་ཟེར་ཡུལ་འདི་ཆུ་རེད་གསུངས་རེད། སྟག་འདི་གའི་རླུང་ཁམས་ག་རེད་ཟེར་ཡུལ་འདི་ལྕགས་རེད་ཟེར། ཡོས་འདི་གའི་རླུང་ཁམས་ག་རེད་ཟེར་ཡུལ་འདི་མེ་རེད་གསུངས་རེད། འདུག་ཁོ་རང་རྒྱག་གི་རྒྱག་གི་ཁོ་རང་གི་ལོ་རྟགས་འདི་ག་ལ་གནས་ཀྱི་འདུག་འོང་འདི་གནས་ས་འདི་གའི་ཁམས་འདི་ཁོ་རང་གི་རླུང་ཁམས་བཞག་དགོས་ཀྱི་ཡོད་གསུངས་རེད། འདི་གི་འདི་གི་ཞོར་དུ་ཡང་འདས་རྟགས་ཐུན་གསུམ་འདས་པ་དེ་སིང་ད་ནར་འདས་ནོངས་ལོ་ལ་ཡང་ལོ་རྟགས་གསུམ་གསུམ་གསུམ་འདི་གི་དོ་འདི་གསུམ་འདི་ལ་ག་རེ་གསུང་གི་ཡོད་རེད་སིང་ཐུན་གསུམ་ལ་ནི་ཞུ་གི་ཡོད་སོང་རེད་ཐུན་གསུམ་དཔེར་ན་ཐུན་གསུམ་སིང་འདིར་རྟགས་དང་རྟགས་ཁྱི་འདི་ཐུན་གསུམ་རེད་ཨ་ནི་འཇའ་དང་གླང་སྦྲུལ་གསུམ་འདི་ཐུན་གསུམ་རེད་འཕགས་ལུགས་ཡོད་གསུམ་ཐུན་གསུམ་རེད་སོང་རེད་ད་ལོག་གི་གནམ་ལོ་དེ། འབྲུའི་རོ་འབྲུ་ཆགས་དུག་ཡོན་བསང་སྦྲུལ་མཉམ་དུ་ལ་སོ་དུག་ལོ་ལྟ། འཇའ་མདངས་གླང་དུག་འོག་སྟེང་ཡོད་དུས་ད་ལོ་གནམ་ལོ་སྦྲུལ་མཉམ་དུ་ཡོད་སྐྱོར་གྱི་འཇའ་དང་གླང་གཉིས་དེ་ད་ལོ་གི་ཐུན་གསུམ་ཆགས་ཀྱི་ཡོད་གསུངས་རེ་མཁན་སོང་ད་ལོ་གནམ་ལོ་སྦྲུལ། གནམ་ལོ་སྦྲུལ་མཉམ་དུ་ལ་ད་ལོ་འཇའ་དང་གླང་གཉིས་དེ་ཐུན་གསུམ་ཆགས་ཀྱི་ཡོད་གསུངས་རེ་འདི་དང་གཅིག་པ་བྱས་ནས། གལ་སྲིད་གནམ་ལོ་འདི་འཇའ་དྲུག་ཅིག་འཁོར་གྱི་ཡོད་པ་ཡིན་ན། བླངས་དང་འགྲུལ་དེ་དུས་མཚུངས་བཞག་དགོས་ཀྱི་ཡོད་རེད། གནམ་ལོ་དེ་བླངས་འགྲུལ་གྱིས་ཤར་གྱི་ཡོད་པ་ཡིན་ན་རྒྱ་དང་འགྲུལ་གཉིས་དུས་མཚུངས་འཁྱོལ་གྱི་ཡོད་རེད་གསུངས་འདུག་སེ་རིག་འགྲིག་ཡིན་འགྲིག་གི་འདུག་སུ་མ་འགྲོ་ཡག་མ་གཏོགས་དམིགས་བསལ་གྱི་དེ་ལ་ཡག་མ་རེད་དེ་དཔལ་ལས་དུ་བསྡོམས་བདེ་པོ་ཡོད་རེད་གསུངས་རེད། དེ་ལྟར་སྲོག་ལུས་དབང་ལུང་སྟེང་རང་ལུང་བསྐྱེད་པའི་སྨད་དབང་དང་མ་ལུང་བསྐྱེད་པའི་སྤར་ཁ་ནས་འབྲུག་སྤྲུལ་དག་ཏུ་བྱས་ཙང་སྲོག་ལུས་དབང་ཐང་ལུང་དག་གི་སྟེང་དུ་ལ་ཨ་ནི་སྐྱེ་སྨན་དང་སྐྱེ་སྤར་འདུག་རྩིས་པ་ཡིན་ན།